ཡིན་ན་ད་ལྟའི་བར་གཟིགས་ཀི་ཁོ་ཡོང་ད་དུ་འདི་ཁུ་ཁྱོ། ད་ཁོ། ལབ་ཙི་ཟི་ཧན་གྱི་ཨ་བ་གི་རྫི་ད་དུ་འདི་ཁུ་ཁྱོ་ཁྱོ་དུ་སོང་ད་དུ་ནི་ད་ལབ་ཙི་ཧན་སི། ད་ས་རི་རྩེ་དུ་ཁུ་ཁྱོ། བསྟན། ད་འདི་རི་རྩེ་དེ། བླ་མ་བླ་ཆེན་རྟོགས་མཐོན་འཛག་ལྡན་འདྲེ་ནས་ཁྱེད་རང་ད་དུ་ནི་ད། ད་ཁོ་ཅིག། ལབ་ཙི་ཟི་ག་སྟོབས་ཅན་འཛིན་ལྡན་རྫིག་གྱི་ཨ་བ་གི། ཏི་རྫི་ད་དུ་ནི་ཁུ་ཁྱོ་རེ་ཡར་རྒྱབ་ནི་ཏི་ཡིས་བསྡུ་ན། ད་ཁྱོའི་དེའི་རི་རྩེ་དེ། བླ་མ་བླ་ཆེན་རྟོགས་མཐུན་ས་ཆ་དུ་ནི་ཡེ་ནས་མེད་ནི་གཟི་ཁྱུའི་གདན་དྲི་ནས་ཁྱེད་རང་བདག་འདི་ནི་ད་ལྟའི་རི་རྩེ་སྟེ། ད་བླ་བཙས་ཧང་ད་དུ་ནི། ད་ཤི་གི་བླ་བཙས་གི་དཔའ་མཁར་ཡེ་དཔའ་བཙག་ཐ་ད་ལྟའི་ངོ་ཤེས་གི་ད་མདའ་མང་ཨ་མདའ་ཡེ་དཔའ་མདའ་རང་ཨ་འོ་དེ་མི་ཧང་ཐ་དེ་མི་ཚ་གི་དེ་མདའ་དུ་ཆ་ཚང་བོ་དུ་ད་མི་དག་ཡང་ཧ་གི་ད་སྐོར་ད་དུ་ནི་ད་ལྷག་པར་དུ་ད་ལྟའི་རླབས་རྩེ་སྟེང་ངོ་ཁྲབ་དམག་འཁོར་ཚང་གི་སྐོར་ཟླ་དེ་ན་ཁྱོད་རྐང་ས་གང་ནས་ད་ཁྲབ་ཆེ་ཆུང་ཁྲབ་ཡག་ཤ་འདྲ་མི་འདྲ་བོ་དེ་ཉོས་ཁྱེད་རང་ད་དེ་ན་ད་ལྟའི་རླབས་རྩེ་དེ་ད་སྔོན་རྟགས་ཁ་ཚང་བོ་དེ་ད་ཁྲབ་གི་སྟར་ནི་ཁྲབ་གི་རྒྱ་ནི་དེ་ཡིན་ནི་བཞག་དང་ནི་ད་ད་སྟོང་གི་རླབས་རྩེ་ཁྲབ་གི་མ་ཟད་རྒྱའི་ད་ལྟའི་མིག་གི་གཟི་བརྗིད་ཅན་གི་རླབས་རྩེ་ཟི་ཧང་ནི་ད་ནི་ད་ཁོ་ཐོབ་གོ་ས་འདྲ་བོ་དེ་ཇེ་ཆེ་སོང་ད་དེ་ན་ད

ད་སྟོད་གི་ཨམ་ཉི་སྣ་ཆེན་གྱི་སྣོད་བོ་སྦྲང་དར་གང་ཞིག་གི་འཁོར་ཆ་ཚང་བོ་དེ་ད་ཁོའི་ཁྲབ་ཀ་བཞག་གོ། ད་ཁྲབ་ཀ་ཡིན་ཙི་ཀི་ནི་འགྱིག་རྒྱབ་ད་དེ་ནི་ད། ད་ཁོའི་གཞི་བདག་གི་འཁོར་ཆ་ཚང་བོ་དུ་ཁྲབ་ཀོ་མདོ་ནི་ཏག་ཏག་བཀལ་ཅིག་གོ་ཁོ་དེ་མི་ཁྲབ་མི་ང་ཟི་ཡོང་སྐྱབས་བོ་དུ་ཁྱོད་དེའི་ལབ་ཙིག་གི་ཐོག་ག་གདན་འདྲེན་ཡས་ཀྱི་དེའི་བླ་མ་དུ་སྟོ་ཁམ་ཐོ་སོང་ནི་ད་སྐྱེས་པ་ངར་བཞག་ནི་གི

གཅིག་ཁམས་ཁྲོ་བ་དང་དུ་ཆགས་ཀྱི་ཅིག་མགོ་འཛིན་འདྲ་བོ་ཁོ་བཞག་མཐའ། དུ་གཡོན་གཙུག་ནི་ཁུ། ཐུ་ཚོང་ལ་སོང་དུས་ན་ཡང་ཁུ། དུ་ཆུ་བོ་ངག་ཟླ་དུ་ནི་ཁྱོ་བྱ་ཧ་གྲངས་དྲུག་ཡིག་སྐབས་ཅིག་ཁྱོ་བྱ་ཧ་སྟོད་སྐབས་ཅིག་ཁྱོ་ལམ་བ་ཡིག་སྐབས་ཅིག་ཁྱོ་ལམ་ནི་ཅིག་བར་ཆད་དུ་ད་ཏི་མི། ཆུ་ཟིག་ཡོད་ན་ད་དུ་ཆུ་བོ་ངག་ཟླ་དུ་ནི་ད་དུ་གི་བར་ཆད་ཆད་ཀ་སེར་སྐབས་ཅིག་དུ་ཡིག་ཟླ་དུ་ནི་ཁུ་ཁྱོ་ཁུ་སྐབས་ལུས་ཟེར་སྐབས་མི་འཇིག་རྒྱུ། ཁུ་དུ་ཆབ་ངག་རྒྱུ་བ་དང་ནི་རེ།

གཞི་བདག་གི་འཁོར་གྱི་ནང་གི་མྱུ་གུ་མགོ་ཅན་ལྕང་པོ་དུ་ཆ་སྐམ་དང་གྲང་དྲི་གའི་སྐབས་ཅིག་སྲོག་སྐབས་ཅིག་འོད་ལེན་ཡི་སྐབས་ཅིག་ཡོད། དུ་རྫས་ནི་ད་ཉིད་ཀྱི་ཁ་བརྡ་ཡིན་དུ་ཡིས་བསྡུས་ན། ད་ལྟ་གི་ས་མཚམས་འདི་ག་དེའི་ཚོང་གཡོག་མང་བ་བོའི་ར་ད་རྫོགས་ཡག་བརྒྱ་ཐམ་པ་བོ་དེ་ད་ཚོང་རྫས་འདྲ་མི་འདྲ་བོ་སྐྱོ་ནི་ཧྲང་སིམ་འདི་ར་གི་ཀུམ་ཁྲིག་ཐེར་ཙམ་འདི་ར་གི་ད་སྣུམ་པ་འདྲ་མི་འདྲ་བོ་དུ་ཀ་ནི་ཚི་ཧ་ཡིས་ནི་ད་ད་བླ་མ་བོ་ཆག་ཆོག་ཡིས་ནི་དུ་ཡིས་བཏང་བསྡུས་ན། ད་ལྟ་གི།

རུ་ཧྥ་འདི་མི་ཤེས་གི་ཅིག་སྨྱོ་དམ་སྨྱོ་མ་འདྲ་ནི་ཅིག་སྨྱོ་ཡི་ཧྥ་ཟི་གི་ཧ་གི་ཅིག་རིགས་མ་མྱོང་ནི་འདྲ་ཟི་ཡོག་གི་ད་ད་ཁར་གི་ཧད་ཏེ་ཁོ་ཅིག་རྒྱ་ཤར་བ་གི་དེ་མི་ཚོང་བ་སྟོབས་ཅན་ཚོང་བ་ཆེ་རེ་ཁོ་ངོ་ཤི་ཡོ་ཟེ་གོ་ད་དེ་མི་ཟི་ཡིན་གི་རེ་ད་ཏོ་བསམ་ད་ཛི་མ་རྟོག་གི་ནི་ཧི་གི་དེའི་ཚོང་ཁོ་ད་ད་ད་གི་ཁྱིམ་བདག་རྒད་པོ་དེ་ད་ཁར་གི།

སྣ་ཞག་རྒད་པོ་ཁྱིམ་བདག་ཅན་པོ་དེས་ད་ལྟ་གི་གཞི་བདག་ཅན་པོ་དེ་ཁིར་ཀི་རོ་ཧ་སྣ་ཞག་དེ་དྲིས་ནས་ད་དོ་ཚིག་ཧིག་གི་ལམ་ཐག་ཟག་ཞིག་རང་སྣང་དུ་སྐྱེས་གི་ཧིག་གི་ཐོན་རྒྱུ་ཟག་ཞིག་མེད་གི་ལྟོ་ཆེ་རེད་གོ་དུ་རྫིས་དུས་ན་ད་ལྟ་གི་ད་ལྟ་གཞི་བདག་ཅན་པོ་དེས་རྫིས་ནས་ད་ལམ་ཐག་རང་གབ་ཅིག་འཇོག་ནོ་ཁོ་ཡིན། ཉིན་ཚིག་གི་ལམ་ཁུ་རྫ་ཚིག་གི་སྣུད་དང་ཡོད། རྫ་ཚིག་གི་ལམ་ལོ་ཚིག་གི་སྣུད་དང་ཡོད། ཁུ་དེ་མའི་ལམ་ཐག་རང་བཟོས་ཧར་བཀོད་ཅོག་རྒྱོ་དུ་ཆུ་ཡིན་རྫས་ན། ད་དབུ་གཉིས་ཁ་བརྡ་ཡིན་ནི་འགྱོ་རྒྱོ་དབུ་གཉིས་ལྷན་ན་ཅིག་འདུག་རྒྱུའི་དུས་ཡུན་འདྲ་བོ་རང་རྒྱུའི་དོན་དག་གི་ཁུ་ཧར་ལམ་ཐག་འདྲ་བོ་ནམ་ཚད་འདྲ་བོ་དུ་སྣུད་དང་ནི་ཡིན། ད་འདིར་ཡིན་ནི་དབུ་གཉིས་ཀའི་དང་མོ་ཡིན་ནི་ཁ་བརྡ་ཡིན་ནི་དེ་ཡིན་སོང་ན་ཤེས་གི་ཤེས་སྐྱི་ག།

བ་ནི་མ་རེད་ད་དུ་སྤྱིར་བཏང་གི་བ་རྒྱོ་བ་ནི་རེད་ད་དུ་དཔེ་མེད་གི་སྐད་མོ་ཟི་ཡིན་ནི་རེད་གི་སུ་ཁྱིམ་ཚང་གི་ཁྱིམ་དུ་ནི་ད་ཅིག་དམར་རྫི་ནི་འདྲ་འདྲ་གསུར་དྲི་རྫི་ནི་འདྲ་འདྲ་ད་ལྟའི་མིག་གི་ཅིག་མི་གཙང་བའི་རིགས་གཞི་བདག་གི་མི་མཁན་གྱི་གཞི་བདག་གི་མཁན་མེད་མི་འགྱོ་རྒྱུའི་ལྟའི་མིག་གི་ད་ཅིག་སྐྱེ་ག་འདྲ་མི་འདྲ་མང་ནི་རེད་ད་གི་དུ་ཆམ་པོ་དུ་ཐིག་སོང་ཚིག་གི་ནི་ད་ཁོ་རབ་བཟང་ནི་མ་རེད་ད་རེད་ཁྱོ་རབ་བཟང་ནི་མ་རེད་ད་གི་ཁོ་ཁྱི་མེད་སོང་ནི་བ་ནི་མ་རེད་ད་ད་གི་ཁྱི་མེད་མ་འཛུལ་ཚེ་ད་ཤི་སོ་ནི་ད་ཁོའི་གླང་ཐག་རང་གབ་ཅིག་ནི་ད་ཁྱོ་ད་ལྷ་ན་ད་ཁ་བརྡ་ཟི་ག་ཅིག་སྦྱིན་བླངས་ཟིག་ནི་འགྱོ་བསམ་ནི་ད་གི་ཁོའི་གླང་ཐག་རང་གབ་ཅིག་ད་ད་ནི་ད་ད་སྟག་མོ་ཡིན་ནི་ཁ་བརྡ་ཡིན་ནི་གི་ནི་འགྱོ་བསམ་ནི་ད་ཡིན་ད་ད་ཤི་གི་ཁ་བརྡ་ཟི་ཡིས་ད་ད་གི་ནི་ཤི་གི་ཤི་གི་སྐྱིད་ད་ད་ནི་ད་ཁོའི་ཁྱོ་ཡང་རེ་བ་ཟི་ག་ཁུར་དུ་འཇོག་རྒྱུ་ཡོད་གི

ད་ལྟག་ཆུ་ཁོའི་ཤར་ནུ་ནང་ལྟར་དུ་བླ་མ་བླ་ཆེན་འཛི་ཀི་འདི་ནས་ཁྱོད་སོང་བའི་རྡོ་དེ་འབུལ་བ་གི་ཁྱོ་ག་ཆི་གའི་རྡོ་དེ་ནི་དང་ད་ཁོ་གསོར་ཁ་ཟི་ག་ཡ་མཚན་འཛི་ད་རྩོམ་ག་ཆི་གའི་རྡོ་དེ་ནི་དང་ད་ལྟག་ཆུ་དེའི་གསོར་ཁ་དུ་ཀར་ས་ཀ་རའི་ཁྱོ་མེ་ནི་དང་རི་ཟླི་བ་ཆ་ཚང་གི་ནང་ནས་ད་ཁོའི་གསོར་ཁ་དུ་འདོན་ཤི་ནི་དེ་མི་ཟི་ཀོ་དའི་རྡོ་དེ་ནི་དང་ད་ལྟག་ཅིག་རི་ཟླི་བ་དོན་དག་དེ་རང་བྱ་བ་ཆེ་ཆུང་ཆི་ཟི་ག་ཡོད་དང་ནས་ད་ཁོ་བསང་ཧི་དེ་གསོར་ཁ་ཐོ་ནས་ནི་དང

ཤོ་ནོ། ད་ཁོས་ལུས་སྟེང་དུ་འདྲེ་སྐྱེས་དོགས་བསྡུས་ན། ད་ཁྱོའི་ཐབས་ལམ་འདྲ་མི་འདྲ་གི་ཐོག་ནས་ཁོ་མཐུན་རྐྱེན་གྲུབ་བསྡད་དོན་ནི་ད་དཀར་ཕྱོགས་སྐྱོང་ཡག་གཞི་བདག་ཟིག་གི་འཁོར་རས་སྐྱེ་རྒྱུ་ཁོ་བ་དང་འདྲ། དཀར་ཕྱོགས་སྐྱོང་ཡག་གཞི་བདག་ཟིག་གི་འཁོར་རས་ཁོ་སྐྱེས་དོགས་བསྡུས་ན། ད་ཡང་ཁྱོའི་མཐུན་རྐྱེན་འདྲ་མི་འདྲ་བསྒྲུབ་བསྡད་དོན་ནི་ད། ད་ཁོ་གཞི་བདག་གི་འཁོར་ནས་རང་ཡལ་ར་ཐོབ་གོ་ས་འདྲ་བོ། ཅི་བྱས་ཅི་བྱས་ཅི་བྱས་ཅི་བྱས་ཁྱི་རང་བསྡད་དོན་ནི་ད། ད་ཁོ། ཏོག་བཞག་གི་འདིའི་ཐོབ་གོ་ས་འདི་ཐོབ་དོ་ནི་རེད། ཏི་བེན་ཙི་ཀི་ནི་ད་ཁྱེར་ཀ་ཡིན་ན་ར་ད་བཤད་མར་དགོས་བ་རེད་ཁྱོ་དེ་རང་དོན་དག་བཤད་བ་ཆེ་ཆུང་ཆུ་གཟིག་ཡོད་ན་ད་ཁྱོ་ཁུ་ཉང་གི་བཟུང་ད་ད་ནག་ཤིག་འབོད་ཐུབ་ཀ་ཆིག་ད་ཁོ་ཀ་ཅིག་ཉིད་ད་ཁྱོས་བརྩི་བ་ཐུབ་ད་ད་ནི་ཁོ་ཁྱོ་གདོང་གྲོག་ཡི་ཐུབ་ནོ་ཁོ་ཐག་གི་ནག་གི་ཁྱར་གི་ཅི་ག་བཞི་བདེ་མོ་ཆིག་ད་ཐུབ་མི་མེད་ཏི་ནི་ད་ནིས་སྐབས་ཀི་ད་ཁོ་བུད་འགྱོ་ནི་བདེ་མོ་ཆིག་ཏི་བཟེ་གི་ད།

ཀྱི་སྐད་བཤད་མི་ཡིག་ནི་ན་ར་ན་ཞག་དེ་ནི་ཐིག་ཤ་དེ་ཡོད་དེ་ནི་ད་ཡིན་ཚིག་གི་ནི་ད་རྣམ་ཉིད་དུ་སོ་དེ་མི་གིན་ཚིག་གི་ནི་ཅིག་ངག་རྒྱུན་མི་ངག་བྱ་རྒྱུ་རྒྱུ་དང་ཞིག་གི་ཞིག་ག་ཅིག་འབྲང་ཅན་འཛིན་གི་མན་འདྲ་ནི་ཟི་ཡིན་ཟེ་རྒྱུ་དེ་ད་འདི་མིག་གི་ཕྱོགས་ནས་ཚིག་གི་ནག་ཞིག་གི་ལྟ་ས་འདྲ་འདྲ་ཉན་ས་འདྲ་འདྲ་མང་གི་ཟེ་གོག་གི་དེ་མི་ཟི་རེད་དེ་ནི་ཡིན་ཚིག་གི་ནི་ད་འདི། རྒད་པོ། ཁྱིམ་བདག་དེའི་འཛུགས་ཀ་ནི་ད་ཁར་གི་ད་ལྟ་གནའ་ཤག་བཞི་བདག་ཅམ་པོ། དེའི་བྱ་རྣོ་ནང་ལྟར་དུ་ས་ཆ་དེ་གི་བླ་མ་བླ་ཆེན་འཛུགས་ཀ་འདི་ནས་སོང་ད་དུ་འབུལ་བ་འབོ་གི་ཁྱོ་ག་གཅིག་ད་དུ་ནི་ད། ད། གསོར་ཁ་ཟི་རྩོམ་ག་གཅིག་ད་དུ་ནི་ད། ད་ལྟ་གི་དེའི་གསོར་ཁ་དེ་འཛུགས་ཀ་ནི་ཁུ་རུ་ཆ་བོའི་རུར་སྡེ་བ་ད་ཏི་ཡར་མར་གི་ད། སྡེ་བ་ཟི་ད་ཁ་ཚང་བའི་ནང་ཨ་འཛུགས་ཀ་ནི་དེའི་གསོར་ཁ་དུ་བཅམ་ད་དུ་ནི་གསོར་ཁ་དུ་ཅིག་འདོམ་མི་ཤེས་ནི་ཟི་མེད་ནི།

ད་ཡིན་ཚིག་ནི་འདིའི། གཏམ་རྒྱུད་དུ་རེ་ཞིག། མཚམས་རྫོགས་ནོ་དེ་མི་ཟེར་རེ། ཚང་མ་བཀྲ་ཤིས་བདེ་ལགས།